གཟུགས་ཡུལ་འཇིག་ན་ཆགས་ན། དེ་ནས་སྟེའུ་རྣམས་བསྒྲལ་ཏེ་སྦི་རག་ཁ་ཅིག་ང་དང་བདུན་ལ་སྦོར་བོ་ཞེས་གོང་མ་ཧཱ་ཅཱན་བྱ་རུ་སོང་གིས་གསུངས་པ་གསུངས་པ། བདག་ཟ་མང་ཚ་དེ་སྦི་རག་བུ་དེ་ནི་ང་དང་གཞན་མི་འགྱུར་བས་ང་དང་བདུན་ལ་སྦོར་ར་མཛད་གསུངས་པ། ངན་པ་ཅིའི་འཛད་དཀོན་འབོང།

ད་ཉི་ཞག་འོན་ལང་དེ་ནས་སྒོ་ཙག་དང་སྒོ་ལྕེ་ཟེར་ན་ཁོ་ང་དང། ཅི་ཟེར་ཟུག་བྱེད་ཚར་དཔེ་སང་མ་བཞུགས་གཏན་ཡོད་དུ་དེ་བས་ན་ཡང་ང་དང་ད་རེས་ང་ལ་བརྩམས་ཅིག་སྤེ་ར་རིག་ག་གཟུག་ལམ་སྟོན་གྱི་མཛད་དེ་དེ་བས་ང་དང་ཡོལ་བྱ་བྱེད་སའི་སྐབས་སང་ཡོད་དེ་ཡིན་ནོ། ད་དེ་ནང་ནས་གཙོ་བོར་གཙོ་བྱེད་ཅིག་ད་གཞན་དང་ང་དང་སིང་གའི་མདུན་ལ་བ་ཡི་སྐབས་བརྫུས་ཀ་འཚོགས་དེ་ནས་རྒྱལ་ནས་མདུན་ལ་ང་དང་མཇལ་དར་ཆེན་མོ་ཞིག་གསར་བྱེད་སྤངས་དེ་ནས

དཔེར་ན་དྲི་བ་པོ་དེ་རིང་ང་དང་ང་དང་བལྟས་ཚར་བ་དགོད་ཅེས་གསུངས་པ་དེ་རིང་རྒན་ལས་རྨ་ཆེན་མའི་ཐོག་ནས་ཤར་མ་ཉན་ནམ། སྤེ་ར་ཆུན་གྱིས་ཨོ། འབུ་རྩ་ལས་ནང་པ་ཟེར་ན་ཨེ་གཟུགས་བཤད་ཟེར་ར་ནོ་ཧེ་སངས་རྒྱས་ཟེར་ན་ཨེ་གཟུགས་བཤད་ཟེར་ར་ནོ་ཧེ་ཟེར་ཀ་ནས་སྤེ་ར་ཞིག་ཤར་ཉན་ན་ཡོད་ན་ངས་བསམ་པའི་ནང་རྨ་ཨ་བ་ཨ་མ་ཐར་ཁལ་གྱི་གོ་ཆོད་ཅིག་ཡོད་ཀྱི་འདུག་བསམ་ར། སྦྱར་ལྔ་དང། ཕྲུ་གུ་བཞི་གི་རང་ཕ་མ། ཞབས་བཞི་བཞུགས་བྱས་སའི་སྐབས་སུ་མི་མང་པོ་བཞི་བརྒྱ་དང། འཇིག་རྟེན་ནས་མི་བཞི་གའི་སྤེལ་ལྟོས་དང་དུ་ལེན་དང། ཨ་ཕ་ཨ་མའི་དྲིན་ལན་བརྒྱ་ལེན་བསམ་ན་ཅི་ཁྱོད་བཞུགས་པ་སོང་མི་གཅིག་གི་ཟས་སྐལ་ཨ་ཕ་ཨ་མའི་དྲིན་ལན་བརྒྱ་ལེན་བསམ་མ་ཡོད་ན། དེ་ནས་རང་ཨ་ཕ་མ་གཉིས་ཀ་རང་སྦྱིན་པད་དཀར་བཀོད་པའི་འཛམ་བུ་ལ་ཡང་སྐོར་ར་བཞི་དང་ཟས་སྐལ། དེ་ནས་དེ་མིན་པའི་ཅི་ཁྱོད་སྐལ་རང་ཨ་ཕ་མ་གཉིས་ཀ

རྩོད་པ། བདེན་པ་དེ་ནི། འཛིན་མི་རུང། སྒྲུབ་དང་ཐར་པ་ཁྱིམ་དུ་ཡོད་བཞུགས་ཏེ་མ་སྒྲུབ་རི་གོར་ན་ཀྱང་དེ་ནི་ང་དང་ང་མཚུངས་ཡོད་བཞུགས་ཏེ་ཁོ། སྒྲུབ་བན་བསམ་ན་ཁོ་ང་དང་ཁང་པ་བཞེས་འདུག་སྟེ་ཁོ་ཐར་པ་ཐོབ་ཆེད་དང་དེ་སོགས་རྒྱགས་སྨྲ་མང་པོ་ཞིག་སྒྲུབ་ཉན་ཆེད་བཞུགས་ཀྱང་སོང་པ་སང། དེ་རིང། མིག་ས་ལས་དེ་ནི་ང་དང་དེ། སྨྲ་དེ་ནི་བདེན་པ་དེ་ནི། ཅེས་བཞུགས་ད། བཞག་བཟང་པོ་ཞིག། ང་རང་ཡིན་ན་དེ་ནས་བརྩོན་འགྲུས་ཟད་པས་ཙམ་གྱིས་ང་དང་ཁང་པ་བསྡུ་བ་ན་གཉེན་པོ་ཅི་བྱ་རུ་ཟེར་ན། ཨ་ཧོ་ནི་ཅིག་ཟེར་ཨེ་ཧོ་ནི་ཅིག་ཟེར། ད་བདེན་པ་སེམས་ཁོ་རང་བྱ་ལ་ཆོ་ལེ་བསྒྱུར་བཅུག་ཅེས་ཡོང་དགོས་པས། དེ་ནི་གཅིག་ཟེར་ཨ་མ་ལས་གཅིག་ཟེར་མནའ་མ་ལས་གཅིག་ཟེར་གཅིག་ཉག་ཉོག་ཅིག་སྤྱི་ཚོགས་ཟེར་ན་འདྲ་ཡིན་མི་འདྲ་ཚོར་ར་ནང་ཉེ་པོ་མ་ནི་སེམས་ཁོ་རང་མནའ་སེམས་རང་མ་མནའ་གང་སྤྱི་ཚོགས་བྱུང་བའི་ལུགས་ཤིག་ད་དེ་རིང་ངའི་བསམ་པའི་ལ་ཉིས་ཆ་སུའང་མི་འདུག་འདི་རིང་གི་ཀ་སྐྱོ་ད་ནང་ཉེ་པོ་སེམས་པོ་མང་ཆེ་དེ་ནི་རྒན་ལས་ཀ་སློབ་གྲྭའི་ཀ་སོང་བས་མ་ནི་ཁོ་རང་སེམས་པའི་ནང་ཡང་ཆགས་ཕྱོགས་འཁོར་ཁ་མ་ཉུལ་ནས་བྲོས་བསམ་འདི་བསམ་པ། སོགས་པ། བདེན་པ་དེ་བ་དག་ཅིས་ཀྱང་བཟོད་ནས། འདི་རིང་ཉི་མ་ཅི་ཅིག་མཚམས་ཅི་ཅིག་ཡ་དེ་ནས། སྲས་འབུ་ཙག་པའི་ཞིག་ང་དང། མ་ལེ་ཀ་ཁྱོང་གཉའ་ན་ཡོད་ན་དེ་བ་དེ་པའི་དེ་ནས་མི་ལ་བདེན་པ་ཧ་ལ་ཤེས་ཤིག། གཟུགས་ཤིག་ལ་ཞིག་སྒྲུབ་བསྟན་ནོ་བསམ་སྟེ་བསམ་ལ། ཡང་ཕྱོགས་གཅིག་ནས། མ་བཟོད་རེ་ཅན། ཀ་བཟོད་བ་ང་དང་ཨ་ལ་མ་སྐྱེས་ཅན་དམ་པ་མོ་མང་པོ་ཞིག། ཞབས་ཀྱིས་བཅག་ཀ་ནས་ཡུལ། བྱིན་རླབས་བྱ་ནས་ན།

གསུངས་པ། བདེན་པ་དེ་ནི་ང་དང་ད་ཕྱོགས་གཅིག་ནི་ཨིའི་སྤེ་ར་ཚང་མ་གཞན་དང་ང་ཉི་བཞི་བདུན་ལབ་མ་ནི་ཆུ་འཇིག་ཡིན་ནོ་གོ་ང་དང་ཨི་ནང་ཤེས་རྒྱ་མཐོང་རྒྱ་ཅན་མང་པོ་ཡོད་ཀྱང་ཨིན་ནང་རེས་འགའ་རེ་ང་དང་སྤེ་ར་ཁ་ཅིག་ང་དང་ར་འཕྲོད་མ་འཕྲོད་དཔེར་སྤེ་ར་ཁ་ཅིག་ཁོ་ཆུ་ནི་ན་ང་དང་རྡོ་ཆ་ནི་རྟ་ག་ལ་རྡོ་ཆུང་མགོ་བཟས་མི་ལབ་ལེ་གསུངས་པ། དེ་སྤེ་ར་ཁ་ཅིག་ཡང་དེ་ཟོག་ང་དང་ཕ་ནས་འགྲོ་བསམ་དེ་བསམ་མ་ལགས།

ར་ང་ད་སྟེ་ཡང་བཟང་མ་བཞིན་བཟང་པོ་འགྱུར་ཞིག་ཅེས་གསུངས། ང་ད་ཨཏི་ཡོད་ནོ་ལུགས་སོ། དེ་འོ་བཞིན་ཅིག་ཅོག་ན་དེ་ནས་ང་ད་བྱོན་དེ་ནས་ཁོ་བཟང་པས་ག་ནས་ཡོང་འདུག་དེ་ནས་ལན་མོ་ཅོག་ཨོ་སྨ་ནས་མི་རོ་ལེ། སོ་སོ་རང་བཟང་པོ་འགྱུར་དང་ན། དེ་ནས་ང་ད་ད་སྟེ་ཡང་ཁ་ཅིག་གིས་མི་ཡུལ་ལོངས་འདུག་བྱ་ཅེས་ཟེར་གཟུགས་ཡོད་སྐྱ། ཨིས་པེ་ར། ཚང་མ་ང་དང་གཅིག་བཞུགས་དང་ཕྱོགས་གཅིག་ནས་ང་དང་ཁྱོད་དང་མཐུན་ན་ཡོད་དགྲོ་མི་དགྲོ་ཕྱོགས་གཅིག་ནས་འཇིག་རྟེན་དང་མཐུན་ན་ཡོད་དགྲོ་མི་དགྲོ་ཁོ་བོས་རང་ང་དང་སོ་སོར་སོང། དེ་ནས་ཟླ་རེ་ང་དང་ཡི་གེ་ཨ་མ་ལས་མང་པོ་ཁྱོད་དང་ང་གཉེན་པོ་ཨ་མ་མང་པོ་ཞིག་བལྟས་སོ་ད་ང་བཞག་ད་འགྲིག་ཚར་དེ་ནོག་ད་ང་བཞག་ཁྱོད་ཅིག་ཤེས་ང་བཞག་ཤེས་ས་མེད་རག་ཟེར་མཁན་ནི་སྤེ་རེ་ཡོང་དང་ཤེས་ས་མེད་རག་ཟེར་མཁན་ཁོ་རང་ང་ལ་འཕངས་སེ་ཡོང་དགོ་ཤེས་ཤེས་འདུག་ག་མིན་ན་མིན་རག་ང་དང་ཤེས་དགོ་ཅེས་མི་ཤེས། ཧ། འཇིག་རྟེན་ལ་འབར་ཆེར་སྤོ་ང་དང་ཤེས་ཏུ། མི་འདོད་མི་འདོད་ཤེས་སུ་བཏུབ། བརྩོན་འགྲུས་མ་ནི་ཅོ་མ་ཅོ་ནོ་ཆོས་ཕྱོགས་པའི་ཁར་བརྩོན་འགྲུས་ཅོ་ནི་མི་ཤེས་ཤི་མ་ནི་མི་སྐྱ། ཧ་ལས། གསུངས་པ། བདེན་པ་ཡིན་སྐྱ་ལས། ཨོ་ཡིས་སྤེ་ར་ཚང་མ་ང་དང་ཤེས་ཤེས་ཤེས་ས་ནོ་ཨིན་ན་ང་དང་ཤེས་ཤེས་ཟེར་ཏེ་ཐབས་ལམ་ཙོག་པོ་ལ་ང་དང་སྦྱང་མ་སྦྱང་ལོ་ཀའོ་ལ་སྦྱང་དགོས་ཤེས་མཐོའི་ལ་མ་སྦྱང་ན། སྦྱང་ན་མི་ཤེས་ཤེས་ས་ནི་ཡོད་མི་སྐྱ།

གསུངས་པ་དེ་རིང་རྒན་རིན་པོ་ཆེ་ཨི་གཟུགས་ལབ་བཞག་བཞུགས་གནང་ཨི་གཟུགས་ལམ་སྟོན་བདེ་མོ་ཞིག་ང་དང་མི་འདུག་ལ་ས་ལ་ཛར་ཛར་གསུངས་པ་བདེན་པ་ཨི་སྤེ་ར་ཝུན་ཆུན་མ་ནོག་ཨི་སྤེ་ར་ཝུན་མ་ཆེན་མོ་ཡིན་ནོག་པ་ང་དང་ང་དང་ས་མ་ཏོ་མིང་གཅིག་བཏགས་ཏེ་མིང་གཅིག་ཡ་མིང་ཡ་ཁོ་ཅི་ཡོད་ཀྱང་མིང་གཅིག་བཏགས་སྤོར་ཏེ་ནོག་ང་དང་ཟླ་རེ་རྒན་ལས་བཞུགས་བས་ཚོགས་ཅི་ཅི་ཡ་སངས་རྒྱས་ཟེར་ན་ཁོ་སངས་རྒྱས་གྱུར་ཏེ་མ་ནོག་པ།

བཞག་སྟངས་ནི་ང་དང་འཇིག་རྟེན་ནས་ལུང་པ་སངས་རྒྱས་པའི་ར་མ་གཏམ་ཆེན་མོ་དང་དེ་ཡིན་ན་གཏམ་ཆེན་མོ་དང་ཡན་ཅི་རག་མེད་ལ་ཁ་ལ་བཅད་ཟེར་ན་འདི་རིང་ང་དང་ནང་པ་ཁོ་རང་མ་བསྒྲུབ་པར་ལྟས་ཚང་མ་ང་དང་ཤེས་དགོས་ཤེས་མ་ཁག་ཚང་དགོས་གསུངས་པ། བདེན་པ་ཨིས་བེ་ར་ཚང་མ་སྤྱི་འགྱག་བཞོ་ན་ནང་མེད་གསུངས་བདེན་འགྱག་དང་ད་རེ་རྒན་རིན་པོ་ཆེ་མོ་ལ་ར་བཞག་བདུན་ཡོད་ན་བཞག་དྲུག་པོ་ང་དང་འཇིག་རྟེན་ནས་འཇིག་རྟེན་ལ་སྤྱི་ལོ་དམ་པའི་ལ་ཆོས་ལ་དང་མ་ཉན་ན་འཇིག་རྟེན་མི་ཆོས་སྤྱོ་བ་ཡོད་ན་དམ་པའི་ལ་ཆོས་ལ་དང་ཚེ་ལ་བཞག་གཅིག་དང་ང་དང་ས་ལ་གཟན།

སེམས་མེད་ན་ད་རེས་ང་ལ་ཞྭ་དཀར་ནས་ཞྭ་མཚོ་ལྗི་ཁུར་འཛུགས་བྱེད་ད་རེས་རྒན་ལེབ་མོ་ལ་མེ་རག་ལས་ང་དང་སྦོམ་པའི་ཆོས་དང་ནང་ཆོས་འདྲེས་ཏེ་ང་དང་མི་ན་མི་འདྲ་ཞྭ་མཚོ་ལོས་ཀྱང་མ་བཅོས་ན་རྒྱ་ལ་ཡིན་ནོ་ཟེར་བེ་ར་ཅི་ཡང་སྐྱག་ཟེར་ན་ང་ན་ང་ན་ཞྭ་སྐྱག་ལྡན་ཆེ་ཟེར་འདུག་སྐྱག་ཁ་སྤའི་ཞྭ་ན་ཅི་ཡང་རྡན་མཛད་ན་མི་ཁ་སྤ་ཞིག་ཅི་ཅི་ཡོང་ཟེར་ཞྭ་བཏང་ན་ཡུལ་ལ་ཅི་ཞིག་ཤར་ན་རྡན་ཆེ་ཟེར་འདུག་ལྟ་བས་ལྟོ་འགྲངས་ཅན་ལ་ཅི་ཡང་ཟ་ཟེར་ན་དཀྲོག།

སྟེ་ཀུན་ནས་ནང་ལོག་ག་ང་དང། དོན་དང་མཐུན་ག་འཇིག། སངས་རྒྱས་སུ་བཞེར་འཇུག་ཡིན་ག་འཇིག། འོ་ད་ད་རེས་དམ་བཅའ་ཚད་མེད་ན་སྐྱོ་བ་ཡོད་ན། དེ་ནས་ཨི་ཚང་མ་རྩ་བ་ནས་འཕང་བྱེད་ནོག་ད། གསུངས་པ་སྐྱབས་འགྲོ་བོ། ཚད་མེད་ན་ངོས་བཟུང་ན་ངེས་པོ། འགྲུབ་པའི་བསླབ་བྱ་ན་འགག་པའི་བསླབ་བྱ་ཟེར་དར་མ་མང་པོ་ཞིག་ཡོད་ཀྱང་དགག་སྒྲུབ་ཀྱི་བསླབ་བྱ་ཟེར་ཏེ། གསུངས་པ་སྟེ་འགྲུབ་པའི་བསླབ་བྱ་ན་འགག་པའི་བསླབ་བྱའོ་ད་རེས་སངས་རྒྱས།

འཛམ་བུ་གླིང་གི་མི་འདྲ་མི་འདྲ་མིས་ཐུགས་ཕྱོགས་པ་དང། བྱེད་གཅིག་གི་སྤྲིང་ན་ནང་པ་སྤྱིན་ནོ། ཁྱེད་ཅག་ནང་པ་ཟེར་ཏེ་དཔྱད་ཟེར་མ་ཟེར་ཏེ་གཅིག་ཟེར་ན། ད་ཅི་ཞིག་ང་ཞིག་ནི་སྨན་མེད་ན་སྨན་མེད་ནང་པས་འདུག་པས་འདི་གཟུགས་བྱས་ནང་པས་ཡིན་ཟེར་ན་ནི་བདེན་པ་དེ་ནི་ནང་པའི་དྲི་བ་ལ་ལན་ཨིན་བསམ་པ་ཞིག་མ་ཐོབ་པ་མ་ཟད། མར་ནག་ང་ཐང་སྤྱིན་ནོ། སྐྱིད་བཟའ་ནས་དེ་ནས་བླ་མ་དྲན་བྱེད་པོ་ཉུང་འདུག་འོར་སྡུག་བཟའ་ནས་བླ་མ་དྲན་བྱེད་ཞན་འདུག་སྤྱི་ལོ་ག་རེ། ཐང་བདེ་པོ་འབྱུང་དུས

བསྟོད་པ་སངས་དེ་ནས་ང་དང། སྤེ་ར་ཁྲོ་སྟེ་ཆ་ར། དེ་ནས་གཙོ་གཙོ་ངའི་སྐྱ་ཁ་མའི་ཡུལ་ལ་བཞུ་བ་ཕུ་ལན་དེ་ན་དེ་ནས་ཡོངས་ཚོད་བྱས་ནས་དུས་དགུ་ན་ཉི་ཆའི་སུ་ཞིག་ལ་དེ་ནས་འབག་སྟོན་ས་ལ་དེ་ཅི་ཞིག་ཚིག་དོན་ཅི་ཞིག་མཛའ་དང་ཡོད་ན་ཆང་བུ་ཉུན་བསྐོལ་ཤ་བུ་ཉུན་བསྐོལ་བྱས་ཏེ་བཞུ་བ་ཕུར་བྱས་ཟིན་ཁོ་ང་དང་ཚང་མ་མཐོང་ག་ནས་ད་ཡིད་ཚང་མ་མཐོང་ངན་མཐོང་ངན་ང་དང་མང་པོ་ཞིག་ཤ་ངས་ཆ་ངས་བཞག་སྟེ་ཉེས་དམིགས་ཅི་འདུག་ཤེས་བཞག་སྟེ་ཉེས་དམིགས་ཅི་འདུག་ང་དང་ཚང་མ་དགའ་ལོག་མང་པོ་བསགས་ཀྱང།

ཤ་ཆང་དཔའ་བོ་ཉུལ་དགོས་ལ་ཀའོ་མ་ནི་རྩ་བ་ནས་མ་བསྐོར་གང་དགོས་ལ་དེ་ནི་ང་ལྟར་དེ་ཀ་བཀྲ་ཤིས་པའི་མཇལ་དར་གསར་བྱེད་བཟང་ཉམས་པོ་ཉམས་པོ་དེ་ནི་དེ་གཟུགས་ཤིག་ང་བཞིན་ཚིག་ཀ་མ་མང་པོས་ཀའོ་མ་དག་བཟང་པོ་དར་བྱེད་ཟེར་བས་ཡིན། ད་ང་དག་ཡོངས་རྩོད་བྱ་ནི་བཏུལ་དགོས་ན་ང་བཞིན་དེ་ན་རེ་བ་བྱོས་དེ་ནི་ཆང་མ་ནི་སྨྱུང་ནས་སང་ཉུལ། མར་ན་མེད་ནཱ་ད་མ་ནི་རྩ་བ་ནས་མེད་ཀ་ནི་འབག་སྟོང་གཅིག་སར་དུར་ན། དེ་ནི་སངས་རྒྱས་ལ་མ་ནི་སྐྱབས་སུ་འཆད་མཛད་ན་དེ་ནི་བྱ་རིན་ཆོག་པ་བཞིན་འགྱུར་བཞིན་ནོ་བསམ་སྟེ་སང།

བཅས་ངོས་འཛིན་བཅོས་མཛད་གནང་མྱུག་པོ་ལོ་དྲུག་ཡོད་ན་འཇང་ཆེ་ཟེར་ཏེ་འདོད་པ་འོ་མ་ཡོད། མི་མང་པོ་ཅིག་ལྟོས་བསམ་སྟེ་ད་སྔ་འགྲིག་བསམ་སོང་ཟེར་ནས་ང་སྒེར་གང་འགྱུར་ཏེ་ད་སྔ་འཇང་མགོ་ཞིག་ཅང་མེད་བསམ་ན་དེ་ལྟོས་ནོར་འཁྲུལ་སོང་ཟེར་ནས་བཞུགས་སོང། སོང་རང་སྒེར་གང་འགྱིག་ལོ་དྲུག་ཅིག་གི་ཚུལ་ལ་ཆགས་ན་ནི་དུ་སྐུ་འཇང་ཆེ་ཟེར་སྐབས་པོ་ང་དང་མ་རྩ་ལ་མེད་པ་ལྟོས་སོང་པ་དེ་རིང་ང་ང་དང་ཡི་ག་སྐྱོད་རྫ་ནི་ཏེ་འཇང་ཆེ་ཟེར་སྐབས་པོ་མ་རིག་རྩལ་དེ་ཡི་ག་སྐྱོད་ན་ཕན་ཐོག་ཏན་ཏན་ལ་ཡོད་ཀྱང་བཞུགས་ཟེར་བཞུགས་ཅི་ཟེར་ད། ཕྱོགས་གཅིག་ནི་འདི་རིང་མ་བཟོ་རེ་ཅན་ཚོགས་ཤིང་སོགས་དེ་ནས་ང་ད་ངུ་ལ་དེ་ནས་ག་གཟུགས་ང་ད་ཟམ་པ་ཞིག་ཁུར་ག་གཟུགས་ང་ད་ཆོས་སྲིད་ཐོག་པའི་ག་གཟུགས་ང་ད་ཀུན་སློང་ཅིག་ཁུར་དེ་ཡོང་དེ་ན་ཙོགས་བློ་བ་བབས་བྱས་ཟེར་དེ་ནས་འདི་རིང་ང་ད་ཡི་ག་འགྱེར་ལེན་གྱི་བཞུས་སུ་འཁྱོང་ཐུབ་ཟེར་ནོ། ཕྱོགས་གཅིག་ནི་མ་འགྱོད་པ་སྐྱེ་བྱེད་སེ་སྤེ་ར་ཞིག་ཡང་འདུག་ལེ། འདི་རིང་ང་ད་བྲིས་བ་ས་ལ་ནང་ཉམས་པོ། ནང་པ་སྤྱིའི་འཛེར་ཁ་ནི་བྲིས་བ་ས་ལ་ནང་ཉམས་པོ་སངས་རྒྱས་སྤྱིའི་འཛེར། དྲི་བ་ས་ལ་ནང་སྙིང་པོ་སོ་སོ་བ་དེ་ནི་བྱ་རྒྱུད་ཅིག་མེད་དང་ནང་སྙིང་པོ་ཟིན་པ་ཙམ་གྱིས་སྐྱོ་མོ་ཡོང་ཆེད་ཟེར་དུས་བ་ལས་སྐྱོ་ལང་ལང་བྱ་ཆེད་ཤེས་དུས་བ་ལས་ཀྱིས་སྐྱོ་ལང་ལང་བྱ་ཆེད་ཟིན་ཀྱང་སྐབས་མ་ཐོབ་སྐྱ་ཟེར་ན་སྐབས་ཡོད་དེ་མོ། ཀ་སྐབས་པོ། སངས་རྒྱས་བཅོམ་ལྡན་འདས་ལ་ཡོད་སྐད་བསྟན་སྣ་ཚོགས་སྐབས་ང་དང་ཡོད་དེ་མོ།

གལ་ཏེ་སེམས་བཟང་ཐོག་ན་ནི་མ་བཞིན་བསྐྱེད་པ་མི་དེ་ལ་བདེ་བ་བཞེས་སུ་འབྲང་བ་ཡི་ལམ་གྱིས་ཞེས་སུ་འཁོར་ལོ་བཞིན་འཛིན་ཏེ། ག་གཟུ་བ་ལྔ་དང་སེམས་པ་བཟང་པོའི་བཅུད་ནི་སེམས་སྒོ་གཙོ་བོ་ཅོ་སྟེ་ངར་ལ་བཏང་ན། དགེ་བ་བཞི་སྐྱོང་ན་ངེས་པོ་དེ་ནི་ལྔ་དང་སེམས་ཡིན་ཐོག་ནས་དེ་བས་སྐྱོང་ན་ངེས་པོ་ག་གཟུ་བ་ལྔ་དང་ལངས་ལྔ་དང། སྟ་གྲིམ་གྲིམ་གྱིས་ཡོང་ན་དེ་སྟེ་རྒྱབ་ནས་ལྔ་དང་འཁོར་ལོ་འཁོར་ར་ཚོགས་དེ་ནི་བཟང་པོ་བོ་དེ་ཚོ་འཁོར་ཡོང་ནོ་བཞུ་ཟིན་ནོ་ལས། ཚོགས་པ་བདེན་པ་ལྔ་དང་དབྱིག་གུ་ནི་ག་ལྔ་དང་བསམ་པ་མ་བརྒྱ་ལ་གསལ་བོ་ཞིག་ཟིན་ཀྱང།

ཨི་ཝུ་ནི་ཀ་ང་ཏང་ཏན་ཏན་ལ་ཡིད་ཆེས་བཅོ་བོ་སིན་ཀྱ་ཐོ་ངན་ཐོ་ངན་དག་ས་ཟེར་ཡང་ནི་ངས་པོ་ལ་ཟེར་ཀན་པོ་ལ་དེ་ནི་ང་ཏ་ཅི་ལོ་ཀ་རེད་ཨ་ལུས་ཅན་རྣམས་ཀྱི་ལ་རྣམས་ནི་སྐལ་པར་ཡ་ཡང་ཆུད་མི་ཟ་ཚོགས་ཤིང་ཏུ་ལ་འབབ་པ་ནི་འདྲ་ཟུ་སྤེལ་བ་ཉིད་དུ་གྱུར་ཟུ་སྟེ་གསུངས་པ། ཚོགས་ཤིང་འབབ་མ་འབབ་དེ་ཟུ་མིན་མ་མིན་གྱི་ཀ་ཡིན་ཀྱང་མ་གཏོགས་ཡིན་ནོ་པ་སེ་ཐིལ་གྱི་ལ་ན་ཞིག་འཕངས་ཏེ་ཡོད་ན་ནམ་ཚུད་པ་ཁོ་ཨ་དེ་ནི་ཅིའི་རྒྱུས་ཚང་མ་ཚང་མི་ཚང་དེ་དེ་ཚུད་པ་ཁོ་མིན་ཅེས་སྨྲ་ནོ་ལེ་མིན། འཐབ་རྩོད་མིན་ཅེས་ནོ་ནམ་འཁོད་ན་དེ་ནི་ཆུ་ཞིག་ཅར་འཛོམས་མ་འགྲོ། མི་མེད་དྲོད་གཤེར་ཞིག་འཛོམས་མ་འགྲོ་དེ་གཟུགས་ཤིག་འཛོམས་ན་དེ་ནི་རྒྱུ་བ་ང་དང་འདྲ་སྦུག་མིན་ཅེས་པོ་ཏན་ཏན་ཡིན་ཀྱང་སོང་པ་ང་དང་དངོས་གནས་ས་སྐལ་ནས་ལས་སྟངས་དེ་ནི་སྐལ་པར་རྒྱ་ལུས་སྣང་དེ་ནི་ང་དང་མིན་རང་མ་ནོག་བསམ་ཀན་པོ་ཏན་ཏན་ལ་ཡོང་ཅེས་སྨྲ་འདོད་ད་ཁོ་མིན་འཐབ་རྩོད་མིན་ཅེས་སོང་པ་བདེན་པ་ང་དང་རྒྱལ་ནི་དེ་ནི་ང་དང་ལས་རྒྱུ་འབྲས་ཟེར་སྐོར་ལ་དེ་ནི་ང་དང་བཟོ་ལྟའི་སྐོར་ལ་མོ་ལ་ཟེར

ཁོང་པའི་ཉེས་དམིགས་དང། བདེན་པ་ཡིན་ཀྱང། དོན་མེད་དེ་མིའི་ཧོས་སྨད་དེ་ཁོང་ཀྲོ་ཟེར་ལ་ང་ད། ཨོ་དེ་ན་ལ་སུ་སེང་ཅོ་ལོ་ད། སོང་པ་སང། ཁོང་ཀྲོ་ཟེར་ཀར་འབོ། སྡིག་པ་ཚང་མ་འཇོམས་བྱེད་སེར་རྩ་བ་ཁོ་རང་ཁོང་ཀྲོ་ཡིན་ཟེར་དོ་ལེ། སྐལ་པ་སྟོང་དུ་བསགས་པ་ཡི་སྤྱིན་དང་བདེ་གཤེགས་ལ་སོགས་པ། ང་དང་ལེགས་ཉེས་ཀྱི་དཔང་ངར་མ་ཁོང་ཁྲོ་གཅིག་གིས་འཇོམས་པར་བྱས་ཏེ་རྒྱབ་ཆ་ཆེན་པོ་བཞི་བ་ལས་བཅོ་བརྒྱད་པའི་ནང་ཁོས་སྨྲ་བདེ་ནས་གསུངས་སོ། བསྐལ་པ་སྟོང་ས་ག་ནས་སྡིག་དགེ་བ་བཞི་ཡོད་སྐྱག་པ། དེ་དགེ་བ་བོ་ག་དེ་ང་དང་ཨི་གཙོ་བས་དེ་ནས་བླ་མ་ནང་བྱང་ཆུབ་སེམས་དཔའ་ལ་སོགས་པ་དེ་གཙོ་ག་ང་དང་ཁོང་ཁྲོ་གཅིག་གཅིག་སྐྱག་ནང་ནས་བུ་དེ་བསྐལ་པ་སྟོང་ས་ག་ནས་ཁོང་ཁྲོ་བོ་དེ་ནས་བདག་ཅག་ང་དང་ཅི་དགེ་བ་བོ་དེ་ནས་ཁོང་ཁྲོ་གཅིག་གིས་འདི་ཚོ་འཇོམས་དང་ཅི་ཟེར་བསྐལ་པ་བཞི་བརྒྱ་ཟུར་དེ་བཞུགས་ལ། གོང་སྤེལ་དང་དེ་ནས་ང་ད་ཇིས་བཟོས་ཆོག་ད། གཅིག། ལག་ལེན་བྱོས་ཅེས། རྒྱལ་བ་རིན་པོ་ཆེ་ང་ད་སྤེལ་དེབ་ཅིག་ནས་དེ་བཞུས་འདུག་པ་ཧའེ་ལིང་ཨན་གར་བཞུགས་སྐད་ནས་ཀྱི་དེབ་ཅིག་གི་མ་ལྷེ་མོ་བཟོས་འདུག་པ། རྒྱལ་བ་རིན་པོ་ཆེ་ང་ལ་ཁོང་ཁྲོ་ངང་སྐད་དེ་ནི་མོ་དོ་རེད། གསུངས་པ་དེ་བཟང་ནི་ཁོང་ཁྲོ་བོ། ང་གཞོན་དེ་དེ་ནི་ང་ལྟ་ཙོག་ཅོས་དེ་ཧྲུ་ལེ་པེན་མོ་དོ་རེད། ད་བདག་ས་མགོ་ལོག་པོ་བསྒྱུར་དེ་ཡོ་ཛེ་དོ་རེད། བདག་ས་ཁོང་ཁྲོ་བོས་ཀང་ང་གཞོན་དེ་དེ་ནི་ངའི་ཁོང་ཁྲོ་ཧྲུ་ལ་ཛེ་དོ་རེད།

བརྩོན་འགྲུས་སྤྱོད་ན་ཅི་ཚང་མ་འགྲུབ་ཅེས་བརྗོད་ཀྱང་ང་དང་ཚང་མ་གྱི་དོན་རྐྱེན་པ་ཡིན་ནོ། བརྩོན་འགྲུས་སྤྱོད་ན་མིག་ནད་མི་འགྲུབ་ཅེས་བྱ་བ་ཞིག་པ་ནི་མི་འདུག་བར་གསུངས་པ་བརྩོན་འགྲུས་སྤོ། ཉིན་ཚ་ཞིག་ལ་བརྩོན་འགྲུས་སྤྱོད་ན། ཁོ་མ་ནི་ཅི་ཚང་མ་འགྲུབ་ཡོང་རོགས་ཞེས་གསུངས་པ་དང་ཁོ་ཨིར་ལ་བསམས་པ་ང་དང་སེམས་ཡོད་ན་ད་རེས་རྒན་ལེབ་མོ་ལ་བེ་ར་བ་དུ་མ་བྱེད་བསམས་ཏེ་འདུག་བཏང་ན་ཀླད་པ་མ་ནོར་ཞེས་གསུངས་བ་དུ་མ་བྱ་བྱེད་ཅིག་པའི་གོམ་པ་ཞིག་སྤོ་བར་གསུངས་པ། གསུངས་པ། ལྡན་པ་ཨིས་བེ་ར་བུ་ནི་གང་ང་དང། ཅི་ཟེར་ཤོག་ད། མ་ནི་སེམས་རྩེ་གཅིག་ཏུ་ང་ད་དེ་བས་ཀ་ཟམ་པ་ས་ལོ་མ་ཤི་སྨྲ་ཁག་ཙང་ཉན་གྱི་འདུག་བསམ་སྟེ་བསམ་ལ་སོང་པ། དེ་ནང་ནས་གཙོ་བོ་གཙོ་ད་ང་ད་ཡི་ག་སུ་ལ་མ་དགེ་བའི་བཤེས་གཉེན་ཅིག་ཕེབས་པ་ཡོད་ནང་ཚང་མས་སང་ཁག་ཅན་པོ་གཅིག་གྱུར་དུ་བཞུགས་ན་ཉོག་གི་ཚང་མས་སང་ཁག་ཅན་པོ་ད་ང་ད་དག་པ་ན་དམ་ཚིག་གཙང་མ་ཡོང་བའི་ཞེས་སྨྲ་ཁག་ཅན་དགེ་རྒན་ནང་དགེ་ཕྲུག་གི་བར་ར་འབྲེལ་བོ་ཏི་གཟུགས་ཤ་སྟངས་པོ་ལུས་ས་ནོག་ནམ་ང་ད་དག་པ་ན་དམ་ཚིག་གཙང་མ་མེད་ན་དགེ་རྒན་ནི་ཅི་ཡིས་ང་ད་དངོས་གཞི་ནས་གསུངས་ནང་དེ་མི་དོན་ང་ད་སེམས་ལ་ལོ་འབག་ཐུབ་པ་མང། དད་པ་མེད་པའི་མི་རྣམས་ལ་གར་པའི་ཆོས་ནི་མི་སྐྱེ་སྟེ་ཞུས་ཏེ། ས་བོན་མེ་ཡིས་ཚིག་པ་ལ་མྱུ་གུ་སྔོན་པོ་ཅི་ལྟར་སྐྱེ་ཞུས་ཏེ། གསུངས་པ། དད་པ་བྱོན་ན་དེ་ནི་གར་པའི་ཆོས་ཟིན་ན་དགེ་བ་ཅི་ཞིག་ང་དང་དགེ་རྒན་ནི་ས་ལ་ཡོད་ན་དེ་ཚང་མ་ལུས་བ་འབབ་ཐུབ་པ་ནོ་སེམས་མ་འཇུག་ཐུབ་པ་ནོ་ཞུས་ཏེ། དཔེར་ན་ང་དང་ས་བོན་མཛད་ན་འབྲུ་ཞིག་ང་དང་མེས་ཚིག་པོ་འབྲུ་ཞིག་ང་དང

ངེས་པ་ཙམ་གྱིས་མི་འབོར་ཅེས། རང་ངོས་ཁྲོ་བོའི་ཀུན་ལ་བྱ་ཅེས། མ་ཡོངས་སྐྱབས་མགོན་ལ་བྱ་ཅེས། དོན་མེད་ཡི་སྤེལ་ར་ང་དང་ཤ་དང་པ། དོན་མེད་ཡི་ང་དང། འཇིག་རྟེན་ཡི་སྤེལ་ར་ཚང་མ་གཅིག་དང་གཅིག་ག་ང་དང་ཤ་དང་འགྱུར་བ་ཡོང། དེ་བས་གཅིག་འགྱག་ཚེ་ནི། གཅིག་སུ་ཆོག་ད་ཕྱོགས་གཅིག་ནས་ང་དང། མི་དགེ་བ་བཅུ་ནང་ནས་དེ་ནི་ངག་འཁྱག་ལས་ན་སོང་ཟེར། གསུངས་པ་འདི་རིང་ང་དང་ཨི་ཞལ་ལྟ་བུ་ནི་གཅིག་ནང་གཅིག་ག་ར་འཕྲོ་བཅུག་ན་ངག་འཁྱག་མ་འགྱུར་རམ་ད།

ཧ་ལ། སངས་རྒྱས་མཛད་ན་བཀའ་སྲོལ་བ་ང་དག་ངོས་འཛིན་གྱིས་སྤྱོན། ཆོས་མཛད་ན་བཀའ་སྲོལ་བ་ངོས་འཛིན་སྤྱོན། དགེ་འདུན་མཛད་ན་བཀའ་སྲོལ་བ་ངོས་འཛིན་སྤྱོན། ད་ངོས་འཛིན་སྤྱོད་དེ་སྟེང་ནས། དེ་ནས་བལྟས་པའི་བཀའ་ང་དང་སྐྱབས་སུ་མཆིའི་བཀའ་སྲོལ་བ་ཟེར། ཧ་ལ། སྐྱབས་སུ་མཆི་དང་ཕྱག་འཚལ་བྱས་ན་ཡང་ཕན་ཐོག་སོ་སོ་ནོག་པའི་ལས། ཕྱག་འཚལ་མཛད་ན་ཁོ་ང་དང་འཇིག་རྟེན་ནས། ཡང་གཞན་མ་ལ་ཚང་མ་དེ་ཁོ་ཕྱག་འཚལ་མཛད་བྱས་ཙང་ང་དང་ཟས་ནོག་པའི་ཕྱག་འཚལ་ལ་ནོག་པ། དགོས་པའི་དབང་གིས་ཧོས་སྡོད་ཀྱི་དབང་གིས་ཕྱག་འཚལ་བ། ཚོང་པ་སྐྱབས་སུ་མཆིའི་ཟེར་མཁན་པོ། སེམས་ནས་དམ་བཅའ་སྤྱོད་བྱས། ཡིད་ཆེས་སྤྱོད་བྱས།

བདག་ནི་སྟོན་པ་གཞན་དཔག་སྟེ་བཅོམ་ལྡན་ཁྱེད་ལ་སྐྱབས་སུ་མཆི། དེ་ཅིའི་སླད་དུ་ཞེ་ན་ཁྱེད་སྐྱོན་མེད་ང་ལ་ཡོན་ཏན་ལྷག་མེད་ཀྱིས་ཏེ། ང། འཇིག་རྟེན་པའི་བླ་གཞན་ཚང་མ། འོ་ད་སུ་ཞིག་ཡིན་ནམ་འཇིག་རྟེན་པའི་བླ་གཞན་འཛིན་ར་ནང་སྙམ་པོ། ང་དང་ཕྱི་རོལ་མུ་སྟེགས་པའི་ང་དང་དབང་ཕྱུག་ཁྱབ་འཇུག་ད་ཅི་ཚང་མ་ཆང་སྤགས་ལ་སོགས་པ་དེ་ཚང་མ་བསྟན་བྱའི་སྨན་ནོ། ཅི་ཡང་བསྟན་བྱའི་སྨན་ནོ་ཟེར་ན་དེ་ཚང་མ།

བླ་ཆེན་ཐིག་ལེ་མཆོག་མ་ལ་ཆགས་པའི་དབང་གིས་གདོང་བཞི་འབྱུང། རྡུལ་གྱི་བུ་མོ་སྒེག་མོའི་ཁྱེད་ཀྱི་འབའ་སྤུའི་རྩེ་མ་ཡོད། ད་དེ་ནས་ཅི་གསུངས་ཟེར་ན། བླ་ཆེན་ཐིག་ལེ་མཆོག་མ་ཟེར་ནས་ལྷ་ཡི་བུ་མོ་བདེ་མོ་ཞིག་ཡོད། དེ་ལྷ་ཡི་བུ་མོ་བདེ་མོ་ལ་ཆགས་ཏེ་ཚངས་པ་ཟེར་མཁན་མོ་ལྷ་ཚངས་པ་ཉིད་བྱ་འོངས་ནས་དེ་ནས་ལོག་ཉམས་གུད་ནས་ཏི་བི་ན་མཐོང་ཟེར་འདུག་ཀ་སྒོ་བཞི་ཡོད་མཁན་ཅིག་མཐོང་མ་མཐོང་ལས་ཟམ་ཐལ་དཀར་པོ་ཡོད་མཁན་སྒོ་བཞི་ཡོད་མཁན་ཅིག། སྟེའུ་ལ་ཆགས་པ་སྐྱེས་སྟེ་དེ་ནས་དེ་སྤོ་མོ་བོ་ཤར་ལ་ཆགས་ན་ཤར་ལ་སྒོ་གཅིག་འབྱུང་སྐྱ་གཞོན་ལོ་ལ་ཆགས་ན་ལོ་ལ་སྒོ་གཅིག་འབྱུང་སྐྱ་ནུབ་ལ་ཆགས་ན་ནུབ་ལ་སྒོ་གཅིག་འབྱུང་སྐྱ་བྱང་ལ་ཆགས་ན་བྱང་ལ་སྒོ་གཅིག་འབྱུང་སྐྱ་དེ་ནས་འབའ་འཇིག་ཡ་དེ་སྤོ་མོ་བོ་དེ་ནས་ནམ་ལ་འུར་སོང་སྐྱ་ཟེར་ནོ་དེ་ནས་ཁོ་ཨ་གོས་ཀ་ཡི་ཀ་མག་ཏོག་ཁ་དོག་ཨ་དེ་ནས་སྒོ་གཅིག་འབྱུང་སྤ་སང་དེ་ནས་སྟེའུ་ཁྱབ་འཇུག་ལ་བཞུད་སོང་སྐྱ་ཟེར་ནོ་ཁྱབ་འཇུག་ཟེར་ན་ང་ཏ་བྷི་ཤནུ།

ཐ་ན་འུ་ཐུག་རྣམས་གཉིས་པོ་དེ་ནས་བདུད་སྡེ་པོ་མོ་རྡེ་མོ་རྡེ་མོ་ཚང་མ་དེ་ནས་སངས་རྒྱས་སུ་དེ་ནས་ད་རེས་ཏིང་ངེ་འཛིན་པོ་ལྕགས་ར་ལ་ལམ་བཅུག་ཟེར་ཡང་བྱུང། དེ་ལམ་བཅུག་ས་ནས་དེ་ནས་བདུད་སྡེ་པོ་མོ་རྡེ་མོ་ཚང་མས་རང་རྣམ་འགྱུར་མི་འདྲ་མི་འདྲ་སངས་རྒྱས་པ་ཨི་ནང་སངས་རྒྱས་བཅོམ་ལྡན་འདས་སེ་ང་དང་གཟུགས་སྤེལ་ཀ་སྤུ་མང་པོའོ་ནང་སྤུའི་རྩེ་མོ་གཅིག་གང་འགུལ་མ་ཐུབ་སྐྱ་བཟོ་ཚོང་པ་དེའོ་ཡིན་ནོ་ཆགས་པ་མ་སྐྱེས་ཀ་ནས་དེ་ཡིན་ནོ་སངས་རྒྱས་གཞན་འཇིག་རྟེན་པའི་ལས་སམ་ཁྱད་དུ་འཕགས་པ་སྐྱེ་ཡིན་ནོ་བཟོ་དེ་ཡང་ཚིག་གཅིག་ལྟོས་ཅན། ཚངས་སོགས་འཇིག་རྟེན་བཅད་པ།